དགུ་བཅུ་གོ་དྲུག། ལོ་ཟླ་གསར་པ་དང་དོན་ལྡན་གྱི་མི་ཚེ། དེ་རིང་འདི་ག་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆེད་མངགས་རྫོང་པའི་སེར་སྐྱ་མི་དམངས་རྣམས་དང་གཞིས་ལུས་མི་དམངས་བཅས་ལ་ངོས་ནས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞེས་བརྗོད་རྒྱུ་ཡིན། ང་རང་ཚོ་ཚང་མ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཤ་སྟག་ཡིན་ཞིང། དེའི་རྒྱུ་མཚན་དགོས་མི་དགོས་པར་རང་བཞིན་གྱིས་རང་གི་མྱོང་བ་ནས་ཤེས་གསལ་ཡིན། གང་ཞིག་གལ་གནད་ཆེན་པོ་ཡིན་ཞེ་ན། མི་འདོད་པའི་སྡུག་བསྔལ་དང་འདོད་པའི་བདེ་སྐྱིད་གཉིས་པོ་རྒྱུ་དང་རྐྱེན་ལ་ལྟོས་ནས་ཡོང་བ་འདི་ཤེས་པ་བྱ་རྒྱུ་ཧ་ཅང་གལ་ཆེན་པོ་ཡིན་པས། ཚང་མས་སྡུག་བསྔལ་གྱི་རྒྱུ་གང་ཡིན་དང་བདེ་བའི་རྒྱུ་གང་ཡིན་རྩད་གཅོད་བྱས་ནས་ངོ་ཤེས་པ་བྱེད་དགོས། དེའི་ཐོག་དུས་ཚོད་ཅེས་པ་དེ་ནམ་ཡང་མི་སྡོད་པར་རྟག་ཏུ་འགྲོ་བ་ཞིག་ཡིན་ཞིང། ལོ་གསར་པ་དང་ཟླ་བ་གསར་པ། ཉི་མ་གསར་པ་བཅས་ངང་གིས་ཡོང་བས་གལ་ཆེ་ཤོས་དུས་ཚོད་དེ་དག་བདེ་སྐྱིད་ཀྱི་རྒྱུ་རྐྱེན་ལ་འགྲོ་བ་ཞིག་ལས་སྡུག་བསྔལ་གྱི་རྒྱུ་རྐྱེན་ལ་མི་འགྲོ་བ་ཞིག་བྱེད་དགོས། ངོས་ནས་རྒྱུན་པར་ངོ་ཤེས་པའི་མི་སུ་དང་སུ་ཐུག་འཕྲད་བྱུང་ཡང་ཁོང་ཚོར་དུས་ཚོད་ནི་རྟག་ཏུ་འགྲོ་བ་ཞིག་ཡིན་པས་དེ་དག་བེད་སྤྱོད་ཡང་དག་པ་བཏང་སྟེ་ཕན་པའི་རང་བཞིན་ལྡན་པ་ཞིག་ཡོང་བ་བྱེད་དགོས་ཞེས་བརྗོད་ཀྱི་ཡོད། དེ་རིང་ལོ་གསར་པའི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་བའི་སྐབས་སུ་ཡང། ཁྱེད་རང་ཚོར་བརྗོད་འདོད་བྱུང། ང་རང་ཚོས་ལོ་སར་སྐྱིད་པོ་གཏོང་བའི་སྐབས་དེར་ཉི་མ་དེ་རིང་ནས་བཟུང་ལོ་གསར་པ་འདིའི་ནང་བྱ་བ་དོན་དང་ལྡན་པ་ཞིག་བྱེད་བསམ་པའི་བསམ་བློ་གཏོང་རྒྱུ་གལ་ཆེན་པོ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ཟླ་བ་གཉིས་པའི་ཚེས་བཅུ་བདུན་ཉིན་དང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ཉི་ཤུ་རྩ་དྲུག་ས་ཡོས་གནམ་ལོ་གསར་པའི་ཚེས་གཅིག་གི་ཞོགས་པ། བྱམས་བརྩེ་ཆེན་པོས་གཞིས་བྱེས་བོད་མི་ཡོངས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་བཀའ་དྲིན་སྩལ་བ། དགུ་བཅུ་གོ་བདུན། བདེན་པའི་ནུས་སྟོབས་དང་སྙིང་སྟོབས་ཆེར་སྐྱེད། ང་རང་ཚོ་བོད་པ་ཡིན་པའི་ཆ་ནས་སངས་རྒྱས་ཀྱི་བསྟན་པ་དང་ཟུང་དུ་འབྲེལ་བའི་བོད་རང་དབང་བསྒྲུབ་རྒྱུའི་ལས་འགན་འདི། ང་རང་ཚོ་ཚང་མར་འཁྲི་བ་མ་ཟད་ལས་རྒྱུ་འབྲས་ཀྱི་ཐོག་ནས་བཤད་ནའང་འདྲ། མི་རིགས་ཀྱི་ལ་རྒྱ་ཞེན་ཁོག་གི་ཐོག་ནས་བཤད་ནའང་འདྲ། ལྷག་པར་བོད་རྒྱ་མི་རིགས་ཚང་མ་བདེ་ཞིང་སྐྱིད་པ་ཞིག་ཡོང་བར་བྱེད་པའི་ཐོག་ནས་བཤད་ནའང་འདྲ། ལས་འགན་འདི་ང་རང་ཚོའི་ཐོག་སླེབས་ཡོད། ང་ཚོའི་སྒྲུབ་བྱེད་ནི་རྒྱུ་མཚན་ལྡན་པ་དང། དྲང་ཞིང་འོས་པ་ཞིག་ཡིན་པས་ཧམ་པ་ཤོད་དགོས་དོན་མེད། བདེན་པ་བདེན་ཐོག་ཏུ་འཁྱོལ་ངེས་ཡིན་ལ་བདེན་པ་ལ་ནུས་སྟོབས་ཀྱང་ཡོད་པ་ཡིན། དཔུང་སྟོབས་ཟེར་བ་དེ་འཕྲལ་གང་ནུས་པ་ཡོད་པ་ཞིག་ཏུ་སྣང་ཡང། ཕུགས་གཏུགས་ན་དེ་ལ་ནུས་པ་མེད། ནུས་པ་ཡོད་པ་ནི་བདེན་པའི་དཔུང་སྟོབས་ཡིན། བདེན་པ་ཡོད་ན་འཕྲལ་དུ་ནུས་པ་ཐོན་མ་ཐུབ་ཀྱང་བདེན་པའི་ངོ་བོ་ནི་ནམ་ཡང་འགྱུར་བ་མེད་ལ་སུས་ཀྱང་མེད་པ་བཟོ་མི་ཐུབ། ལས་རྒྱུ་འབྲས་ཀྱི་བདེན་པའི་གནས་ལུགས་ནས་བརྗོད་ན། སྐྱེས་པ་ནས་སྐྱེས་པའི་བར་ལས་འབྲས་ཆུད་མི་ཟ་ཞེས་བརྗོད་པ་དེ་དངོས་ཡོད་བདེན་པའི་གནས་ཚུལ་ཡིན། ང་ཚོ་བོད་སྤྱི་པའི་དོན་དག་གི་ལས་འགན་བསྒྲུབ་རྒྱུ་དེ་བདེན་དོན་ཡིན། རྒྱབ་མདུན་གང་ལ་བཤད་ཀྱང་ང་ཚོས་ལྷག་བསམ་རྣམ་དག་གིས་བདེན་པ་བདེན་ཐོག་འཁྱོལ་བའི་ཐབས་ཤེས་འབད་བརྩོན་བྱེད་རྒྱུ་དེ་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ཟླ་བ་གཉིས་པའི་ཚེས་བཅུ་བདུན་ཉིན་དང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ཉི་ས་དྲུག་ས་ཡོས་གནམ་ལོ་གསར་པའི་ཚེས་གཅིག་གི་ཞོགས་པ་བྱམས་བརྩེ་ཆེན་པོས་གཞིས་བྱེས་བོད་མི་ཡོངས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་བཀའ་དྲིན་སྩལ་བ། དགུ་བཅུ་གོ་བརྒྱད། དེང་དུས་ཀྱི་ཤེས་ཡོན་དང་བདེ་ལྡན་གྱི་མི་ཚེ། ང་ཚོའི་ལས་ཀའི་དང་པོར་ཕྲུ་གུ་ཚོར་ཤེས་ཡོན་སློབ་སྦྱོང་སྤྲོད་རྒྱུའི་ཐོག་ཤུགས་བརྒྱབ་ཡོད། དེ་ལུགས་ད་ལྟ་འདིར་ཡོད་པའི་ཕྲུ་གུ་ཚོ་རང་ཉིད་སྒེར་གྱི་མི་ཚེ་སྐྱེལ་རྒྱུ་དང་བོད་ཀྱི་སྤྱི་དོན་གང་ཅིའི་ཐད་ནས་དེང་དུས་ཀྱི་ཤེས་ཡོན་སློབ་སྦྱོང་གལ་ཆེན་པོ་ཡིན་པས་སློབ་སྦྱོང་ཐོག་ཤུགས་རྒྱག་དགོས། དེ་དང་ཆབས་ཅིག་ང་རང་ཚོ་བོད་པ་ཡིན་པས་བོད་ཀྱི་ཁྱད་ཆོས་ལྡན་པའི་ཤེས་ཡོན་རྣམས་ངེས་པར་དུ་ཡོད་དགོས། དེང་དུས་ཀྱི་ཤེས་ཡོན་བྱུང་ན་བོད་རང་ཉིད་ཀྱི་ཤེས་ཡོན་མེད་ནའང་འགྲིག་སྙམ་ན། དེ་ནི་ནོར་འཁྲུལ་གྱི་བསམ་བློ་རེད། དེང་སྐབས་འཛམ་གླིང་འདིའི་ཐོག་ཕྱི་དངོས་པོ་ཡར་རྒྱས་ཀྱི་ཤེས་ཡོན་ཚད་མཐོ་པོ་ཡོད་པའི་ལུང་པ་ཚོའི་ནང་ནས་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་ལོ་རེ་ནས་ལོ་རེ་ཇེ་མང་དུ་འགྲོ་བ་ཚང་མས་མཐོང་གསལ་ཡིན། དེང་དུས་ཀྱི་ཤེས་ཡོན་ཇི་ཙམ་མཐོ་ཡང་དེ་ནི་ཕྱི་དངོས་པོ་ཡར་རྒྱས་གཏོང་ཐབས་ལས་ནང་བྱམས་བརྩེ་དང་འབྲེལ་བའི་བསམ་བློ་ཡར་རྒྱས་གཏོང་ཐབས་ཤིག་མིན། སངས་རྒྱས་ཀྱི་ཆོས་དང་འབྲེལ་བའི་ཤེས་ཡོན་འདི་ནི་ནང་བྱམས་བརྩེའི་བསམ་བློ་ཡར་རྒྱས་གཏོང་བའི་ཤེས་ཡོན་ཞིག་ཡིན། མིའི་སྤྱི་ཚོགས་ནང་བྱམས་བརྩེའི་བསམ་བློ་མེད་ན་སྤྱི་ཚོགས་དེ་ཞི་བདེ་ལྡན་པ་ཞིག་ཡོང་ཐབས་མེད། ཕྱིའི་དངོས་པོ་ཡར་རྒྱས་དང་འབྲེལ་བའི་དེང་དུས་ཀྱི་ཤེས་ཡོན་ཡར་རྒྱས་ཕྱིན་པ་དང་ཆབས་ཅིག་ནུས་པ་ལྡན་པའི་གཏོར་བཤིག་གི་ཉེན་ཁ་ཡང་ཆེ་རུ་ཕྱིན་ཡོད། ནང་སེམས་མ་དུལ་ན་ཚན་རིག་དང་རིག་གནས་ཡར་རྒྱས་ཕྱིན་པ་ལས་བྱུང་བའི་གཏོར་བཤིག་གི་ནུས་པ་ལྡན་པའི་མཚོན་ཆའི་རིགས་བེད་སྤྱོད་བྱ་རྒྱུར་ཡ་ང་བག་ཚ་མི་བྱེད་པ་ཞིག་ཡོང་རྒྱུ་ཡིན། སྙིང་རྗེ་མེད་པའི་དབང་གིས་འཛམ་གླིང་ནུབ་ཕྱོགས་སུ་གཏོར་བཤིག་ཇི་ཙམ་བཏང་བ་ང་ཚོ་ཚང་མས་ཤེས་གསལ་རེད། སེམས་མ་དུལ་ན་ཁྱིམ་ཚང་ནང་བདེ་སྐྱིད་ཡོང་ཐབས་མེད་ལ་མི་དེའི་མི་ཚེ་ཡང་བདེ་སྐྱིད་ལྡན་པ་ཞིག་ཡོང་ཐབས་མེད། དེར་བརྟེན་སྤྱིར་འཛམ་གླིང་འདིའི་ཐོག་གི་ཆོས་ལུགས་འདྲ་མིན་ཚང་མར་མིའི་སེམས། ཞི་དུལ་བཟོ་བའི་ནུས་པ་ཡོད་ཅིང་ཕན་ཐོགས་ཀྱང་ཆེན་པོ་ཡོང་གི་ཡོད། སྒོས་སུ་རང་རེའི་ནང་པ་སངས་རྒྱས་ཀྱི་ཆོས་ལ་ཆ་བཞག་ན། ནང་སེམས་ཞི་དུལ་བཟོ་རྒྱུར་དམིགས་བསལ་གྱི་ནུས་པ་ཡོད་པས་ཕན་ཐོགས་ཧ་ཅང་ཆེན་པོ་ཡོང་གི་ཡོད། ང་རང་ཚོ་བོད་ལ་གནའ་རབས་ནས་ཡོད་པའི་ཤེས་ཡོན་ཏེ། སངས་རྒྱས་ཀྱི་ཆོས་དང་འབྲེལ་བ་དམ་ཟབ་ཡོད་པ་ཞིག་ཡིན་པས། བོད་ཕྲུག་ཚོས་ངེས་པར་དུ་སོ་སོའི་མི་རིགས་ཀྱི་ཤེས་ཡོན་སློབ་སྦྱོང་ཆ་ཚང་བ་ཞིག་བྱེད་དགོས་པ་དང། དེའི་ཐོག་དེང་དུས་ཀྱི་ཤེས་ཡོན་སློབ་སྦྱོང་བྱས་ན་དངོས་གནས་བོད་མིའི་ཁྱད་ཆོས་ལྡན་པའི་ཤེས་ཡོན་ཅན་ཞིག་ཡོང་གི་རེད། འདི་ཁྱེད་རང་ཚོ་ཚང་མའི་སེམས་ལ་འཇོག་དགོས། དེ་ལྟར་ཤེས་ཡོན་གཉིས་ལྡན་ཞིག་བྱུང་ན་སྤྱི་སྒེར་གང་ནས་བཤད་ཀྱང་རང་ཉིད་ཀྱིས་ལ་གཞན་བདེ་བ་བཅས་མི་ཚེ་དོན་དང་ལྡན་པ་ཞིག་ཡོང་རྒྱུ་ཡིན། མདོ་དོན་སྙིང་པོ། ཁྱེད་ཚོས་ཤེས་ཡོན་སློབ་སྦྱོང་ལ་ཤུགས་སྣོན་བརྒྱབ་ནས་སོ་སོའི་ཐུན་མོང་མ་ཡིན་པའི་རིག་གཞུང་བཟང་པོའི་ཤེས་ཡོན་དང་ཁ་མ་བྲལ་བའི་ཐོག། དེང་དུས་ཀྱི་ཤེས་ཡོན་ཡང་ཡོད་པའི་མི་ལྷག་བསམ་ཤེས་འཇོན་གཉིས་ལྡན་ཞིག་ཡོང་བ་བྱེད་དགོས་ཞེས་སྔོན་ནས་རེ་སྐུལ་བྱེད་ཀྱི་ཡོད། དེ་ལྟར་གཟབ་གཟབ་མ་བྱས་ན། བཙན་བྱོལ་གྱི་གནས་སྟངས་འོག་འཚར་ལོངས་བྱེད་མཁན་ཚོ་རིམ་པས་ཕྱེད་ཀ་བོད་མི་དང་ཕྱེད་ཀ་རྒྱ་གར་བའམ་ཡང་ན་ནུབ་ཕྱོགས་པའི་མི་ལྟ་བུ་ཆགས་ན་ཡག་པོ་མེད། དེང་སང་བོད་ནང་རྒྱ་མི་བོད་མི་ན་གཞོན་རྒྱ་མིན་བོད་མིན་དེ་འདྲ་བཟོས་པའི་གནས་ཚུལ་ཡོད། དེ་རིགས་ཉེན་ཁ་ཆེན་པོ་ཡིན། རྒྱ་མི་དོགས་པ་ཚ་པོ་ཡིན་སྟབས་ཕྱིར་ལོག་བྱེད་མཁན་ཚོར་དོགས་པ་བྱས་ཏེ་ལས་ཀ་མི་སྤྲོད་པ་སོགས་སུན་གཙེར་ཆེན་པོ་བྱས་པ་དེ་ནི་ཧ་ཅང་ཐབས་སྐྱོ་པོ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ཟླ་བ་གསུམ་པའི་ཚེས་ཉི་ཚེ་ལྔ་ཉིན་སུ་ཇཱ་བོད་ཁྱིམ་སློབ་གྲྭའི་ཚོགས་ཁང་དུ་སྩལ་བའི་བཀའ་སློབ